འདུག། ལོ་མིང་གི་བླ་མ་ལ་ཁ་བཏང་ཆོག་གི་མི་འདུག། མི་འདུག། བརྟག་དཔྱད་བྱས་ཆོག་གི་མི་འདུག། མི་འདུག། དཔེར་ན་བླ་མ་དེ་ག་འདྲི་ཅིག་ཡིན་ན་དེའི་གསུང་སྟངས་དེ་ག་རེ་ཡིན་ན་ཟེར་ལབ་བཞག་པ་ཡིན་ན་ཕལ་ཆེར་ཁོ་དྭངས་སྙམ་ཚོད་ཀྱི་རེད། ལྷག་པར་དུ་གནད་དོན་ཆེ་བ་གཅིག་གི་ཐུགས་ལ་གླེགས་སོང་ན་བླ་མའི་བཀའ་དང་གཏན་ནས་འགལ་མ་ཆོག་ཟེར། ག་ས་འགལ་ན་དམྱལ་བ་ལ་ལྟུང། ཡི་དྭགས་ལ་སྐྱེ་དེ་འདྲ་ཟེར་གྱི་རེད། འདིའི་གནད་དོན་གཅིག་དེ། མང་ཆེ་ས་གཅིག་གི་དབང་བསྐུར་བྱ་ཡ་དེ་ག་རེ་རེད་བྱ་ཟེར་ན་ན། སྤྲུལ་སྐུ་གོ་ས་གཅིག་བསླད་ཚར་བ་དང་མཉམ་དུ། ཡང་མེད་ན་བླ་མའི་གོ་ས་དེ་བཞག་ཚར་བ་དང་ལག་ཏུ། ཐེངས་དང་པོ་དེ་མང་ཚོགས་ལ་དབང་བསྐུར་བྱ་ཡ་དེ་ག་རེ་རེད་ཟེར་ལབ་ན། ཉི་མ་དེ་ནས་བཟུང་སྟེ་མང་ཚོགས་དེ་ཡར་འཕར་ཡ་མེད་པ་ད། ཁོའི་འུ་ལོ་བསྡད་དགོས་ཡ། ད་ཁོའི།
ཁོའི་འུ་ལོ་བསྡད་ཡ་དེ་གདའ། དེ་ངོ་མ་རེད་དེ་ཡོད་རེད། དེ་ཉེན་ཁ་ཆེན་པོ་ཞིག་རེད་དེ་འུ་ལོ་བསྡད་དེ་ཡོད་རེད། ཡིན་ན་ཡང་དོན་ངོ་མ་བྱས་ན།

ལྷག་པར་དུ་ཡང་དབང་གི་བརྡ་འཕྲོད་དགོས་རེད། ང་ཚོས་ནམ་རྒྱུན་བཞི་པ་ཟུང་འཇུག་དོན་ལ་ངོ་སྤྲོད་པས་མཐའ་དུས་དོན་ལ་སྒྲོ་འདོགས་ཆོད་པ་ཞིག་གསུངས་པ་ནང་བཞིན་དབང་བཞི་པ་ཡིན་ན་ཟུང་འཇུག་གི་དོན་ལ་ནི། ཟུང་འཇུག་གི་དོན་ལ་ངོ་སྤྲོད་ཐུབ་པ་གཅིག། ཟུང་འཇུག་གི་དོན་ལ་ངོ་སྤྲོད་ཐུབ་པ་གཅིག་དགོས་དུས་ཟུང་འཇུག་ངོ་ཤེས་དགོས་ཀྱི་རེད་པ། ཟུང་འཇུག་ཟེར་བའི་ཆོས་ནི་མ་ཤེས་པ་རེད། དེ་འདྲ་ཡིན་དུས་གོང་ལ་དབང་བསྐུར་བའི་གོ་ཆོད་གི་མི་འདུག་དྲན་གི་ཡོད། དབང་བསྐུར་བའི་གོ་ཆོད་གི་མེད་པ་སོང་ཙང་ཁོ་རང་གི་ང་ཚོ་བོད་ཀྱི་རྨོངས་དད་ཀྱི་ཐུགས་ནི་ཁོ་རང་ལ་ཡ། དབང་བསྐུར་བྱ་ཡོད་ཟེར་བ་དེ་ཙམ་གྱིས་རེད་མ་གཏོགས་ཁོ་རང་གི་རྗེས་མ་བླ་མ་དེ་ལ་ནི། ཆེད་སྲོལ་གཉིས་མོད་ཟེར་ན་མི་འདུག་ཡང་མེད་ན་ཁ་བཏང་བ་ལ་སོགས་པ་གང་ཞིག་ཀྱང་ཁོ་ལ་ཡང་དམ་ཚིག་ཉམས་པའི་ཉེས་པ་དེ་ཡོད་ཀྱི་མ་རེད་དྲན་གྱི་ཡོད། གར་སོང་ན་ཁོ་དམ་ཚིག་མེད་པ་ཁོ་ཉིད་ངས་དེའི་ལོ་རྒྱུས་སུ་དམ་གོ་ཚིག་སོང། མེད་པ་དེ་མེད་པ་འོང་དུས་སུ་རེད། ཁྱོད་རང་སོ་པས་དཀར་བ་བཟང་པོ་རེད་ཟེར་གྱི་འདུག་ས་སློབ་མ་སོ།

དཔེར་ན་གར་ཡོག་ཟེར་ལ་དེ་ལ་ངུར་ཅིག་གིས་ཏག་ཅིག་ཐེག་པ་ཆེན་པོའི་ལྗོངས་ནི་ཞེས་པའི་བླ་མའི་མཚན་ཉིད་ཡོད་རེད། འདུལ་བ་ནི་ཞེས་པའི་བླ་མའི་མཚན་ཉིད་ཡོད་རེད། སྔགས་ནི་ཞེས་པའི་བླ་མའི་མཚན་ཉིད་ཡོད་རེད། ངུར་ནས་དྲུང་ནས་དུད་འགྲོ་གི་སྣ་གཅིག་ཡང་མ་ཚང་པ། དམངས་ཁྲོད་ཀྱི་བླ་མ་ཇོ་བ་དག། ཡོང་མོད་དག། བླ་མ་རེད་བོ་དག་བླ་མ་ཟེར་ཡོད་དག་ཁུར་ཅིག་བླ་མ་ཟེར་ཡོད་རེད་བ། དུད་འགྲོ་གི་བླ་མ་དེ་གི་དེ་ནས་ཨོང་སྐོར་འོང་ཐུབ་ན་ཡ། ད་ཐང་ཧའེ་རྣམ་པ་གཉིས་གང་དུ་སོང་བ་ནང་ཡོད་རེད། འཁོད་དགོས་དེ་ནི་དམ་ཚིག་དང་དུ་སོགས་གང་ཡང་བསྲང་མི་དགོས་པ་གཅིག་བློ་མིག་གི་བླ་མ་མཚན་ཉིད་ལྡན་པའི་གི་པས་བསྲང་དགོས་ཀྱི་ཆ་ཚང་དུ་ཡང་བསྲང་དགོས་ཡ་གཅིག། དེ་ཚ་དེའི་དབང་ཆ་ཞེས་བྱ། རེད་བ་དེ་ཡིན་ཚ་ད་པེ་ན་གར་སི་ལ་དེ་ན་ཡ་ད་ངོ་ཅིག་གི་དེ་ད་བ་དེ་དེ་ནི་སྤྱི་ཚོགས་ཁྲོད་དུ་ད་བའི་གི་ད་བླ་མིག་གི་ཆོས་སུ་རེད་འདུག་བསམ་གི་ད། ད་དེ་མི་མང་བོ་ཟིག་གི་དེ་དམངས་ཁྲོད་ཀྱི་ཆོས་རེད་དེ་མང་བོ་ཅིག་ཆོས་རེད་བསམ་འདུག་གོ་ད་སུ་གཞོན་སྐྱེས་མང་བོ་ཅིག་ད་ཆོས་རེད་བསམ། དེ་ཆུ་རི་བསམ་ཤེས་རང་གི་བླ་མ་ཟེར་ངེས་དེ་ནི་ཆུའི་ནང་ནས་གཙོ་བྱས་ཟེར་ཡ་དེ་ནི་ཅི་ཟིག་ལུས་དེ་ན་ལིམ་དྲི་མ་སོང་ན་ཆོག་འདུག་རྒྱུ་ཡོག་ཐོག་ལ་ཧམ་སེམས་ཡོད་ན་ཆོག་འདུག་སྐུ་ཡིན་ན་ཆོག་འདུག་འཛིན་ཤེས་ན་ཆོག་འདུག་བུ་ཕྲུག་ཅེས་ཀྱང་ན་ཡོང་དུ་ན་ཡ་ད་པེ་ན་ཁྱོད་རང་སུ་པེ་ན་གཞོན་སྐྱེས་མང་པོ་ཅིག་གི་ཨ་ཙི་དེ་ནི་ཆུ་ཟེར་ཡ་དེ་ད་དངོས་གནས་དྲུང་ནས་སྤྱི་ཚོགས་ཡར་གྱི་འགྲོ་ཡ་ལ་གེགས་དོན་རེད་ཡ་ཟེར་འདྲ་བོ་དང། དཔལ་འབྱོར་ཡར་གྱི་འགྲོ་ཡ་ལ་གག་དོན་རེད་འདུག་ཟེར་འདྲ་བེ་ན་སྡེ་བ་དེའི་མང་ཚོགས་ནང་རྒྱུ་ཡོངས་སུ་རྫོགས་བ་དེ་བླ་མ་དེ་ལ་ཡར་ཕུལ།

ལོ་ཕ་ཤེད་ཉེར་བཞི་རྩ་གྲངས་རེད་འགྲོ་གི་འདུག་དེ་འདྲའི་གཅིག་གི་ཐུགས་ལ་སྦྱངས་པ་རེད་བརྟག་དཔྱོད་བྱས་པ་རེད་ད་དུང་མི་དད་པ་ཞིག་གིས་ཙམ་བཏགས་གྱིས་བྱེད་ཀྱི་མེད་རེད་བ་དྲང་མོ་བཤད་ན་ཡིད་ཆེས་ཀྱིས་དད་པ་ཙམ་གྱིས་བྱེད་འགྲོ་གི་མེད་གང་རེད་འདུག་གང་རེད་མི་འདུག་ཁོ་དངོས་པོའི་གནས་ལུགས་ལ་ཞིབ་འཇུག་བྱས་པ་རེད་དེ་བྱེད་དོན་མཐོང་ཡ་གལ་གལ་ཆེ་ཡོད་མ་རེད་ག་ཚད་ཤེས་ནས་ག་ཚད་བདར་ན་འདི་ལས་དགའ་ཡ་མི་འདུག་བསམ་པ་གཅིག་དངོས་པོའི་གནས་ལུགས་ལ་ཡོད་རེད་ཡིན་ན་ཡང་ཆོས་ལུགས་པའི་ནོར་འཁྲུལ་དེ་ད་ལྟ་དེ་རེད། ཆོས་ལུགས་པའི་ནང་ནས་རྐུན་མ་རྒྱག་གི་ཡོད་རེད་ཆོས་ལུགས་པའི་ནང་ནས་ལྕགས་འཛིན་བྱེད་ཀྱི་ཡོད་རེད་ལྷག་པར་དུ་ཡང། མང་ཚོགས་ཀྱི་ནང་ནས་མང་ཚོགས་གཅིག་གིས་གཅིག་ལ་མགོ་སྐོར་བཏང་ན། མི་གཅིག་གིས་གཅིག་རེད། བླ་མ་སྤྲུལ་སྐུ་མིང་ཅན་གཅིག་གིས་མགོ་སྐོར་བཏང་ན། མི་གཅིག་གིས་མི་སྟོང་ཕྲག་མང་པོ་རེད། དེ་འདྲའི་བྱེད་སྡོད་ཁོང་ལ་ཧ་ཅང་གི་ཉེན་ཚབས་ཆེན་པོ་ཞིག་རེད་བསམ་བློ་ཅི་བཏང་དགོས། ཡང་འདིའི་སྐབས་ལ་ཡང་གསལ་བཤད་རྒྱག་དགོས་ཡ་གཅིག་ལ་ང་ཚོས་དགེ་བཤེས་ཁ་ཤས་འཛོམས་བྱས། བླ་མ་སྤྲུལ་སྐུ་གི་དེ་འདྲས་དེ་འདྲས་འདྲི་གི་མི་འདུག་སྤྲུལ་སྐུ་ཟེར་དེ་དུས་གོང་ལ་ཚང་མ་ཟེར་གི་མེད་དྲ་མོ་བཤད་དགོས་རེད། རེད་ཡིན་ཏེ། སྤྲུལ་སྐུ་གི་ནང་ལ་ཧ་ཅང་གི་མཛེས་བརྗིད་ཅན། ཧ་ཅང་གི་གཟི་བརྗིད་ཅན། དག་འདག་ཡང་ཡོད་ངན་ཆད་ཡང་ཡོད། ཡོད་དེ་ལོ་དཔེར་ན་རྒྱུས་ནང་ལ་གུང་ཐང་བསྟན་པའི་སྒྲོན་མེ་ལྟ་བུ་གི་སྤྲུལ་སྐུ་ཟེར་དེ་ཧང་སང་ཡང་རེད་ད། མི་སྤྱི་ཚོགས་གི་ནང་ལ་མཛེས་བརྗིད། ཆོས་དང་རིག་གཞུང་གི་ཐུགས་ལ་མཛེས་བརྗིད། མི་གཞི་གི་ཀུན་སྤྱོད་ཀྱི་ཐུགས་ལ་ད་ཆེས་ཟབ་མོ་རེད། དེ་དང་དེ་མཚམས་བའི་སྤྲུལ་སྐུ་མདོ་དབུས་ཁམས་གསུམ་ལ་མང་པོ་ཡོད། ཡོད་དང་ཡོད་དངོས་དཔེར་ན་ང་ཚོའི་དུང་དཀར་བློ་བཟང་འཕྲིན་ལས་ལྟ་བུ། དུང་དཀར་བློ་བཟང་འཕྲིན་ལས་ལྟ་བུ་སྤྲུལ་སྐུ་རེད། སྤྲུལ་སྐུ་རེད་སྤྲུལ་སྐུ་གི་ལམ་ལུགས་དེའི་ཐོག་ནས་ད་རུང་ཡང་འཕེལ་བསྡད་པ་རེད། དེ་ཡིན་ན་ཡང་ཁོ་རང་རྗེས་མ་ནི་དྲག་ཆས་མ་བཞི་པ་ཞིག་ནས་ཕེབས་པ་རེད་དེ། བོད་ཀྱི་ཆོས་དང་རིག་གཞུང་གི་ཐུགས་ལ་ད་མཛད་ཅིག་བླ་ན་མེད་པ་ཅིག་ཡོད་པ་དེ་ང་ཚོས་ད་ལྟ་ཁོང་གི་གསུང་ལ་འཇགས་བསྡད་ན་ཧ་གོ་ཡ་ཆེ་རེད་བ། དུས་རེད་དེ། སྤྲུལ་སྐུ་གི་ལམ་སྲོལ་འདིའི་ཐོག་ནས་ད་སྤྲུལ་སྐུ་གི་ནོར་འཁྲུལ་ཅན་གྱི་སྤྲུལ་སྐུ། ལྷོ་གཞུང་མེད་མཁན། ནང་ཆོས་ཀྱི་གོ་བ་མེད་མཁན། དུ་མ་དགོས་ད། མི་མི་ཞིག་གི་ཀུན་སྤྱོད། ད་ང་ཚོ་མི་ཞིག་གི་ཀུན་སྤྱོད་བཟང་པོ་ཅི་ཡང་མེད་བསྡད་མཁན་གྱི་མི་མང་པོ་ཅིག་གིས་མི་མང་ལ་དབང་བསྒྱུར་བྱེད། རྒྱུ་ཟ། དེའི་སྒང་ལ་མང་ཚོགས་ལ་གཉའ་གནོན་སྤྲད། མགོ་སྐོར་དང་དཔེར་ན་བུད་མེད་ལྟ་བུ་ཞིག་ན་བུད་མེད་གཅིག་ལེན་དེ་ཕ་ཡུག་གཉིས་ལེན། གཅིག་དབྱུག། གསུམ་ལས། གཅིག་དབྱུག། དེ་རིང་བྱས་ཏེ་ངས་ད་དམར་བོ་ཡོད། དངུལ་ལས་གྲ་ནས་ཡིན་ད། སྤུ་གུ་ཁོ་རང་རྩིས་ཀྱིས་ན་ཕ་གི་ལ་གཉིས་བཞག་མ་གི་ལ་གསུམ་བཞག་ཕ་གི་ལ་གཅིག་བཞག་དུག་སུ་འགྲོ་དེ་ངེས། དེ་འདྲ་པོ་བྱས་ན། དངུལ་ལས་གྲ་ནས་གི་ང་ཚོ་ནང་པ་ཚང་སྐྱིད་པའི་ཆོས་ལུགས་ཀྱི་ཐུགས་ནས་བཤད་ན་རེད། འཇིག་རྟེན་གྱི་མི་བཞི་ཀུན་སྤྱོད་ཀྱི་ཐུགས་ནས་བཤད་ན་དངུལ་ལས་གྲ་ནས་འཆི་ཐབས་དུས་རེད་དྲན། བོད་ཀྱི་བླ་མ་ཟེར་ཡ་དེ། དུས་རྒྱུན་དུ་བྱས་ན་ཅི་དང་ཡོན་ཏན་གོང་མ་སྐྱིད་ལ་རྩི་གི་ཡོད་རེད། རེད་དེ། མ་མཐིལ་གྱི་ཆ་ཅན་ལྟ་བུ་ཅིག་ཡིན་པ་ཡིན་ན། བླ་མ་སེ་ཡ་དེ་ལ་རང་གི་སློབ་མ་དེ་ལས་ལྷག་པའི་ཡོན་ཏན་ཡོད་པ་ཅིག་དང། ནི་རང་གི་བླ་མ་གང་ཞེ་ཡ་གི་དོན་དག་དེ་ལས་ལྷག་པའི་ཡོན་ཏན་ཡོད་པ་ཅིག་དང། གཞན་ལ་ཕན་སེམས་ཀྱི་ཀུན་ནས་བསླངས་ཏེ་ལྷག་བསམ་བྱེད་མཁན་ཅིག་དང། ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་ཐོག་ནས་དྲང་བདེན་ཡོད་པ། ད་དེ་འདྲ་ཅིག་གི་ཆ་ཅན་གསུམ་ཚང་དགོས་ཀྱི་ཡོད་དྲན་གྱི་ཡོད་རེད། ཆ་རྐྱེན་གསུམ་མཐོང་བ་དེ་རེད། ད་འདི་འདྲའི་ཅིག་བྱུང་བ་ཡིན་ན་མི་རིགས་མགོ་སྐོར་བཏང་གྱི་མ་རེད་ལ་རྒྱ་མིའི་མགོ་སྐོར་བཏང་གྱི་མ་རེད་རྒྱ་རིགས་མགོ་སྐོར་བཏང་གྱི་མ་རེད་བོད་རིགས་མགོ་སྐོར་བཏང་གྱི་མ་རེད། ད་ནི་ཡོན་ཏན་ཡོད་པ་ཙམ་གྱིས་ཡོན་ཏན་གོང་མ་བལྟས་ཚེ་ཡོད་པ་ཡིན་ན་ཡང་དྲང་བདེན་དེ་དང་ལྷག་བསམ་དེ་མེད་པ་ཡིན་ན་གང་དུ་སོང་ཀྱང་རྙོག་དྲ། གང་དུ་སོང་ཀྱང་མགོ་སྐོར། གང་དུ་སོང་ཀྱང་ཧམ་སེམས་ད་དེ་ཅིག་བྱེད་ཡ་ཡོད་མ་རེད།

ཁོ་ཡོན་གྱི་ཁོར་སྡུག་རིགས་ངན་ཚིག་བྱེད་ངེས་རེད་ད། ད་མང་བོ་ཟུར་ལྟ་བསམ་དགོས་རོགས་གོ་ད། ངས་སྐྱོན་བལྟ་ཆོག་ནི་མ་རེད་ང་ཚང་གྱིས་བལྟ་དགོས་རེད་དོ་ཆོས་སྐྱོང་ནི་ཡོད་རེད་མ་ད། ཕྲུ་གུ་བླ་མ་ག་དེ་སྐྱོན་མཐོང་གི་མེད་དོ་བླ་མའི་སྐྱོན་མ་རེད་དོ་ཆོས་ཁྱོད་རང་སྐྱོན་རེད་དོ་ད་ལྟ་བཟང་རེད་ད་དེ་ཡིན་དུས་བླ་མ་ཁོ་རང་གི་ཡག་ཉེས་ཕྱི་གསལ་བྱས་དུས་ན་ད་ཆོག་གི་མེད་ན་ཡང་ཁོར་ཆོག་པའི་གི་ས་མི་འགྲོ་རང་འགྲོ་རེད་ད། ཅི་འདི་ཆོས་སུ་མཐོང་བའི་དམུ་རྒོད་ཆེ། དམུ་རྒོད།
དེ་ཡིན་དུས་ད།

ཡིན་ན་ཡང་སྤྱིར་བཏང་ཡོན་ཏན་སྤྱི་དང་ལྡན་པ། ཡང་ན་ཡོན་ཏན་གསུམ་དང་ལྡན་པ། རེད་པ། དེ་འདྲི་གི་ཡོན་ཏན་གསུམ་ལྡན་དུ་སྤྱི་ལྡན་གྱི་བླ་མ་གཅིག་ལ། སོ་སོ་སྐྱེ་བོ་སྣང་རང་ལ་སོ་སོ་སྐྱེ་བོ་སྣང་བ་ཡིན་ན་ཡང། རང་གི་ཡོན་ཏན་དེ་བླ་མ་དེ་རྩ་ནས་ཚུར་ལེན་གྱིས། རང་ལ་ཡང་རྟོགས་པའི་ཡོན་ཏན་དེ་ལེན་དགོས་བ་ཡིན་ཚ་དེའི་ཆ་ནི་དཔེར་ན་ཇོ་བོ་རྗེས་བླ་མ་གསེར་གླིང་པ་བསྟེན་པ་ལྟ་བུ། དེ་ནི་རང་གི་ཡོན་ཏན་དེ་དེའི་ཚ་ནས། དཔེར་ན་ཇོ་བོ་རྗེ་དང་བླ་མ་གསེར་གླིང་པ་གཉིས་ལམ་གྱི་ཐོག་མའི་ཞིག་ན་ཇོ་བོ་རྗེ་མཐོ་བ། ཡོད་བ་ཡིན་ན་ཡང། དེ་དང། བྱང་ཆུབ་ཀྱི་སེམས་ཀྱི་གདམས་པ་དེ་བླ་མ་སེ་ལིང་པ་ནས་རྙེད་པ་དེ་འདྲས་ཀྱི་ཆ་ནས་བཤད་ན་ཨཱ་ནི་བླ་མ་སེ་ལིང་པ་ལ་ཕྱིའི་བླ་མ་རྩ་ཆེ་ཤོས་དེ་ཡང་དེ་འདྲས་ཡོད་དགོས་རེད། དེ་ལ་ཡང་ཨཱ་ནི་ཐ་མ་པའི་འདུ་ཤེས་མ་བཞེས་པར་སངས་རྒྱས་ཀྱི་འདུ་ཤེས་བཞག་དགོས་ཟེར་རྒྱུར་མ་གཏོགས་སངས་རྒྱས་ཡིན་བསམ་དགོས་ཨཱ་དེ་འདྲའི་སྐད་ཆ་མ་རེད་དོན་དག་གཅིག་དེ་རེད། གཉིས་ནི། བླ་མ་བསྟེན་སྟངས་ཀྱི་ཐུགས་ལ་དུས་རབས་ཀྱི་བསམ་བློ་བཏང་དགོས་ཀྱི་རེད།

དེ་གཅིག་རེད། གཉིས་ནི་བླ་མ་ཁོ་རང་ལ་ཆེ་ཤོས་ག་རེ་ཚང་དགོས་ཟེར་ན་ང་ཚོ་ནང་ཆོས་བོད་ཀྱི་ཁ་དཔེ་ལ་ཡོད་རེད། བོད་ཀྱི་ཁ་དཔེ་ལ། ཅི་གསུང་བཀའ་བཞིན་སྒྲུབ་དགོས་ན་མི་གསུང་དགུ་གསུང་མ་གསུང་རུ་གནང་ཟེར། ཅི་མཛད་ལེགས་པར་མཐོང་དགོས་ན་མི་མཛད་དགུ་མཛད་མ་མཛད་རུ་གནང་ཟེར། དེ་འདྲ་ཟེར་གྱི་རེད། དེ་ཚང་ཅི་གསུང་བཀའ་བཞིན་སྒྲུབ་ས་གི་བླ་མ་ཅིག་ཡིན་པ་ཡིན་ན་བླ་མ་དེ་ཡང་མི་གསུང་དགུ་གསུང་འདྲ་མི་འདྲ་མི་གསུང་ངེས་ཀྱི་དགོས་རེད།